གནམ་འོག་གི་སེམས་རྒྱུད་ཚན་པས་ཀུན་ཁྱབ་བརྙན་འཕྲིན་ལས་རམ་བརྒྱ་དང་དྲུག་ཅུ་རེ་དགུ་པ་དངོས་སུ་དབུ་འཛུགས་ཞུ་བཞིན་ཡོད། གསར་འགྱུར་སྙན་སྒྲོན་པ་ཁྲེན་ཉག་རུ་ལོ་ཀ་ཡིན། ལེ་ཚན་འདིར་གསན་གཟིགས་གནང་མཁན་གྱི་རྒྱ་ཆེའི་བོད་རིགས་སྤུན་ཟླ་ཡོངས་ལ་སྐུ་ཁམས་བཟང་པའི་འཚམས་འདྲི་དང་སྦྲགས། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ཞེ་བཞི་བརྒྱད་བོད་ཟླ་བཅུ་གཉིས་པ་རྒྱལ་ཟླ་བའི་ཚེས་བཅུ་གཉིས་དང། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་གསུམ་རེས་གཟའ་ཉི་མ་རེད། ཐེངས་འདིའི་ལེ་ཚན་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གསུམ་ལོའི་བོད་ཟླ་དང་པོའི་ཚེས་བརྒྱད་ཉིན། བོད་ཁ་བ་ཅན་པའི་ཆོས་སྲིད་གཉིས་ཀྱི་མངའ་བདག། རྒྱལ་དབང་དགུང་གྲི་བཅུ་གསུམ་པ་ཆེན་པོ་མཆོག་ནས་བོད་རང་བཙན་ནན་བརྗོད་མཛད་པའི་བསྒྲགས་གཏམ་ཡོངས་ཁྱབ་ཏུ་སྤེལ་ནས་མི་ལོ་བརྒྱ་དང་དགུ་འཁོར་བའི་དུས་ཚིགས་ཁྱད་པར་ཅན་དང་བསྟུན། བཙན་བྱོལ་ནང་བོད་མི་དབང་འཛིན་པ་ཆེས་ཉུང་ཤས་ཤིག་ནས་མི་སྒེར་གྱི་དགོངས་ཚུལ་ག་རེ་བརྗོད་པ་དེ་གུས་བརྩི་ཞུ་རྒྱུ་དང། རྩ་འཛིན་མི་བྱེད་པའི་རྩ་དོན་གཙོ་བོར་བཟུང་ནས་དུས་རབས་ཀྱི་སྲིད་དོན་རིག་པའི་གནས་བབ་དང་བོད་མི་མང་གི་མངོན་འདོད་གཞི་རྩར་བཞག་པའི་ཐོག་ནས་བོད་རང་བཙན་འཐབ་རྩོད་ཀྱི་གལ་གནད་སྐོར་མང་ཚོགས་རང་བཞིན་གྱི་གླེང་སློང་ཤུགས་ཆེར་ཡོང་བཞིན་པ་དང་ཆབས་ཅིག་བོད་མི་བཙན་བྱོལ་བའི་སྤྱི་ཚོགས་ནང་གོང་ས་བཅུ་གསུམ་པས་བོད་རང་བཙན་ནན་བརྗོད་མཛད་པའི་བསྒྲགས་གཏམ་གྱི་ཉིན་མོ་དེ་ལོ་ལྟར་སྲུང་བརྩི་ཞུ་བཞིན་པ་མ་ཟད་འདི་ལོ་ཡང་དུས་ཚིགས་ཁྱད་པར་ཅན་དེ་སྲུང་བརྩི་ཞུ་བཞིན་པའི་ཁོངས་ནས་ཨ་རིའི་ནིའུ་ཡོག་ས་གནས་བོད་རྒྱ་ཡོངས་རང་བཙན་ལྷན་ཚོགས་ཀྱི་གོ་སྒྲིག་འོག་གོང་ཞུས་དུས་ཆེན་སྲུང་བརྩི་དང་འབྲེལ་ཕྱི་ལོ་ཉིས་སྟོང་བརྒྱད་མའི་བཅུ་དྲུག་ལོའི་བོད་མི་མང་གི་སྲིད་སྐྱོང་འོས་མི་དང། བོད་རྒྱ་ཡིག་རིགས་གཉིས་ལྡན་གྱི་རྩོམ་པ་པོ། བོད་རང་བཙན་འཐབ་རྩོད་པ་ཨ་ཚོགས་ཀླུ་མཁར་བྱམས་ཀྱི་གཏམ་ཚོགས་དེབ་ཕྲེང་གསུམ་ཀྱང་དབུ་འབྱེད་གནང་གི་ཡོད་པ་རེད། གོ་སྐབས་དེ་བཟུང་ནས་འདི་ག་ས་ལེ་ཚན་པས་བོད་རང་བཙན་གྱི་གལ་ཆེའི་རང་བཞིན་དང། གཏམ་ཚོགས་སྤེལ་ཐབས་གསུམ་ཞེས་པའི་བརྗོད་གཞིའི་ཐོག། འབྲེལ་ཆགས་གནད་ཡོད་མི་སྣ་ཁག་ཅིག་ལ་དངོས་སུ་སྤྱན་འབྲུ་ཞུས་ཡོད་པས་ལས་རམ་དེ་རིམ་པས་གསན་ཡས་མ་རྙེད་པ་གནང་རོགས།

ས་བསྒྲགས་གནང་བ་དེ་ནི་ལོ་བརྒྱ་དུ་དགའ་ཁུ་བའི་དུས་དྲན་གྱི་ཕྱག་ཡིག་རེད། དེ་ཡིན་དུས་ད་ལྟའི་རིང་ང་ཚོ་ནིའུ་ཡོག་ཏུ་ནུས་རྒྱུ་ཞིག་འཕེལ་རུང་ཆེ་རྒྱ་ཡི་ལྷན་ཚོགས་ཀྱི་ཕོ་ཚོད་བདེ་ཞིག་གི་སྐྱོ་ཧོང་ནང་ལ་འཛེག་དགོས་ཡ་དམིགས་ཡུལ་དེ་ནི་ད་ང་ཚོ་མི་དམངས་ཀྱི་སྐྱོ་ཧོང་གི་ཕྱག་དེ་རེད་མི་དམངས་ཀྱི་སྐྱོ་ཧོང་ཕྱག་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་གི་རང་བཙན་གྱི་བསྒྲགས་གཏམ་ད་ཁྱོད་རང་རྩ་ཚིག་ཆེན་མོ་དེ་སྐྱོ་ཧོང་ནང་ལ་འཛེག་ཐུབ་པ་དེ་གལ་ཆེན་པོ་གཅིག་ང་ཚོ་བལྟས་ནས་ནི་ང་ཚོ་མི་ག་ས་ལས་ཀྱི་ཡིན་མོད་ལ་མ་དེ་བུས་ང་ཚོ་སྐྱོ་ཧོང། ནོར་མཛད་པ་རེད་ད་དེ་བྱེད་དགོས་ཡ་དེ། རྒྱ་གྱོང་དང་ལོ་རྒྱུས་ལ་འབྲེལ་བ་མང་པོ་ཞུ་གི་ཡོད་རེད། དཔེ་འདྲ་དེ་སྤྱི་ལྟ་གུ་རྒྱ་སྔ་ཕྱི་ང་དགེ་ལེན་གཙོས་པ་ཡིན་ལ། སངས་ཆེན་དགེ་སློང་ལེན་ཚུལ་ང་ཚོ་ལ་ཅིག་འགྲེལ་བཤད་རྒྱབ་པ་ཡིན་ལ་དེའི་དུས་ཀྱི་ཞེས་རེད་རྒྱ་ཆེ་མི་མང་དུ་སོང་ནང་གི་བློས་གཏོང་ཚེ་ཡ་དེ་བས་རྒྱ་ཁ་བས་མི་རིགས་བས་རང་བཙན་གི་བླ་སྲོག་ཆེད་དེ་ལྟ་བློས་གཏོང་གནང་བ་རེད། དེ་ཡིན་དུས་ད་དེའི་དུས་རིམ་པའི་ཡིག་རྙིང་འདི་ལ་ཨ་ལིང་ང་ཚོ་གིས་གར་སོགས་ཀྱི་སྤྱི་ཚོགས་སྒོ་རྒྱ་བསྡམས་ཀྱིས་ཐན་གོ་ལ་བས་ནང་ལ་སྐུ་ཚགས་ཕེབས་སྐབས་དེ་ལ་བས་ནང་གོ་ཞེས་ལ་རྒྱ་ཆེའི་མི་མང་ཐོས་སྐབས་བཙན་གྱིས་ནང་ལ་མིའི་ལ་ང་ཚོ་རེ་བ་ག་ཤེད་རྒྱ་ཡིན་མིན་དེ་ད་སྙིང་ཐང་ནང་ལ་གསལ་བོ་ཞུ་བོ་མཐོང་ཡང་ཡོད་རེད་དེ་ཡིན་དུས་དུ་སོ་ད་ང་ཚོ་རྒྱ་བ་ཀུན་ཁྲི་བཅུ་གསུམ་པོ་གིས་ད་ལྟ་རོ་ཙའི་སྒྲ་གདངས་དེ་ཆུ་ནང་རྩ་རྩེ་ཆེན་མོ་དེ་པས་ནི་ད་ང་ཚོ་བས་ནང་ལ་ཞེས་སེམས་ཁམས་ནང་ལ་ཡོད་ལ་བས་རྒྱ་ར་ལོག་རྒྱུ་ཐོག་ལ་ཡོད་ལ་ད་ང་ཚོ་མི་རིགས་སོ་སོ་འགན་མང་ཁེལ་མི་ཡིན་སུས་ཁུ་ཨ་སེ་སོང་ཡང་ཅིག་ང་ཚོ་སོ་སོ་སོ་སོ་འགན་ཁ་ནས་འགྲོ་གི་ཡ་རེད་ཨ་ནི་དེ་ཡིན་དུས་དེ་རིང་ང་ཚོ་འདས་ལ་མཛད་སྒོ་བརྩི་ཡ་གཙོ་བོ་དེ་ད་འཛམ་གླིང་རྒྱ་ཆེའི་བདེ་འཇགས་འདི་གང་ལ་ཡོད་ལ་བཙན་བྱོལ་ནང་ལ་ཡིན་གི་ང་ཚོ་ཞེ་ལི་མི་མང་དུ་སོང་ན་བལ་ནང་གི་སྐུ་ཚ་ཚེ་ཚད་ནས་ཨ་ནི་འཛམ་གླིང་རྒྱ་ཆེའི་བདེ་འཇགས་གང་ལ་ཡོད་ད་ང་ཚོ་བལ་རང་བཙན་གི་ལོ་རྒྱུས་ཐོག་ནས་ཡིན་པ་དེ་ང་ཚོ་གསལ་བོ་བྱེད་ཐུབ་དགོས་ཡ་ལྷག་པར་དུ་འཛམ་གླིང་སྙན་གྲགས་རྒྱ་མཚོས་གཙོས་པའི་གི

ལས་སྒོ་ཤུགས་ཆེ་རུ་གཏོང་ཡ། འོ་ད་དེ་འགྲིག་གི་ང་ཚོ། ཀྱི་རྒྱ་ཆེ་རུ་གཏོང་ཡ་དེ་ད་ང་ཚོ་གལ་ཆེན་པོ་ཞིག་མཐོང་གི་འདུག་དེ་ཡིན་ད་ང་ཚོ་མང་པོ་ལས་སྒོ་ག་རེ་ཅིག་བཙལ་བ་ཡིན་ན་ད་ཞེ་ལི་རྒྱ་ཆེ་མི་མང་དེ་ཚོ་མཉམ་འཇོག་གནང་རུ་ནང་ཞུ་ཡ་ཡིན། དེ་རི་དེ་རི་ཚང་ཅིག་ཡིན་དུ་ཆེ། གོང་དུ།
དྲི་བ་ཕེབས་པ་ནང་བཞིན་གྱི་ད་འདིའི་དུས་ཚོད་ལ་བོད་རང་བཙན་གྱི་འཐབ་རྩོད་དེ་ཨ་ནི། གལ་ཆེ་ཆུང་ག་ཚོད་ཅིག་ཆགས་དེ་ཡོད་རེད། དྲི་བ་དེ་ཕེབས་པ་རེད། ད་དེ། ང་ཚོ་ཚང་མས་གི་འདུག་ས་བས་ན་མཁྱེན་ས་རེད་ལུང་པ་བཅས་ཀྱི་རྒྱལ་ཁབ་བཅས་ཀྱི་འཐབ་རྩོད་གལ་ཆེ་ཆུང་ག་ཚོད་རེད་ལ་ན་གལ་ཆེན་པོ་ཡིན་ཡིན་པ་རེད་ཡིན་ཤག་བྱས་ཡིན་པ་ཡིན་ན་ད་དུས་ཚོད་ཀྱི་ཐོག་ནས་ད་ལྟའི་གི་དུས་ཚོད་སོང་ཡོང་འདུག་གམ་ལ་ད་ད་ལྟའི་གི་དུས་ཚོད་ལ་དམིགས་བསལ་གྱི་ང་ཚོ་ལ་གོ་སྐབས་མང་པོ་ཞིག་འདུག་སླད་དེ་གི་ཡོད་རེད་ཨ། གཙོ་བོ་དེ་ད་ཉིས་སྟོང་བཅུ་དགུ་གི་ལོ་ནས་བྱས་ནས་ཨ་ནི་རྒྱ་ནད་དེ་འདུག་ས་བྱས་ཅན་ད་བ་རེད་དེའི་གི་རྒྱུ་མཚན་ལ་བརྟེན་བྱས་ནས་འཛམ་བུ་གླིང་ནང་ལོགས་ལ་མི། གྲངས། ད། ཅིག་གྲངས་ཀ་བརྒྱབ་ནས་བརྩི་མ་ཐུབ་ཡག་གི་དེ་འདྲས་ཀྱི་མི་གྲངས་མང་པོ་ཞིག་བྱིའུ་གཅིག་གི་སྲོག་ཤོར་བ་རེད་ད་ག་ན་ཤིང་གི། ཚོང་རེད་ད་ག་ན་ཤིང་གི་ལས་ཀ་རེད་མང་པོ་ཅིག་ལ་རྒྱུན་ཀུན། ཧང་སང་ཡ་ཆ་ཕོག་བསྡད་འདུག་ག་ལ། འཛམ་བུ་གླིང་གི་མི་ཡོངས་སུ་རྫོགས་པ་ཅིག་ད་རྒྱ་ནག་ལ་མིག་བལྟ་བསྡད་ཀྱི་ཡོད་རེད་རྒྱ་ནག་ལ་ཁོག་འགྲོ་ཟ་བསྡད་ཀྱི་ཡོད་རེད། དེ་འདྲས་ཀྱི་དུས་ཚོད་ཅིག་གི་ཐོག་ལ། ང་ཚོ། ལ་ད། དེའི་གི། བཟང་པོའི་ཞོར་ལ་བྱ་སྤྱང་དང་ངན་པའི་ཞོར་ལ་སྒྱུག་རྡུང། ཞུས་པ་ན་ཤིང་གིས། ད་ལྟ། བཟང་པོའི་ཞོར་ལ་བྱ་ཆང་འགྲོ་ཞིག་ཆོག་དང་གཅིག་ནི་ཁོ་རང་ལྟུང་བརྡ་ཆགས་པར་རོ་ཞིག་རེད་རྒྱ་ནག་ལ་ཁོ་རང། འདྲ་ན་ཤིང་གིས་དེའི་ཐོག་ལ་ད་ང་ཚོ་འཛམ་བུ་གླིང་གི་མི་ཆ་ཚང་གིས་རྒྱ་ནག་ལ་ད། སྟངས་འཛིན་བྱེད་དགོས་ཀྱི་འདུག་གཅིག་བྱེད་དགོས་ཀྱི་འདུག་གཉིས་བྱེད་དགོས་ཀྱི་འདུག་ང་ཚོ། མའི་མདོག་མདོག་བྱས་ནས་ལྷོད་ལྷོད་བྱས་ནས་བསྡད་པ་ནི་དེ་བསམ་བཞིན་དུ་གཡང་ལ་མཆོངས་འདུག་གཅིག་པ་ཆགས་བསྡད་ཀྱི་ཡོད་རེད་བསམ་གྱི་འདུག་དེའི་འདུག་ག་ལ་ང་ཚོའི་རང་བཙན་གྱི་འཐབ་རྩོད་དེ། གལ་ཆེན་པོ་ཡིན་པ་གང་ཞིག་ལ་ད་ད་ལྟ་ང་རང་ཚོའི་ངོས་ནས་ཤུགས་སྣོན་པ་བརྒྱབ་དགོས་ཡ་ཆེ། འཐབ་རྩོད་དེ་གཅིག་ཁ་ལོ་རེ་ངར་ཆེ་རུ་གཏང་དགོས་ཡ་ཞིག་གི་དུས་ཚོད་ཅིག་ཆགས་ཀྱི་ཡོད་རེད་ད། ད་ལྟའི་དུས་ཚོད་ལ་ནི་རྒྱ་ནག་གི་གར་ས་པེ་ཅིང་ལ་ད་ལྟ་དགུན་རྒྱལ་གྱི་རྩེད་འགྲན་དེ་གཅིག་འཚོགས་ཡིན་པ་གི་གནས་སྟངས་དེ་ལ་བལྟ་ད་མི་མང་པོ་གཅིག་གི་རྒྱལ་ཁབ་མང་པོ་ཨ་རི་གཙོས་པའི་གི་རྒྱལ་ཁབ་མང་པོ་གཅིག་གི་ནི་གཅིག་ཆབ་སྲིད་ཀྱི་མི་སྣ་བཏང་ཡ་དེ་ལ་ནི་ངོ་ལོག་གི་ཚུལ་དུ་ངོ་རྒོལ་གྱི་རྣམ་པ་བསྟན་བྱས་ནས་ནི་ཕྱི་འཐེན་བྱས་ཡོད་རེད། ད་ལྟ་རྩེད་འགྲན་པ་མང་པོ་གཅིག་ལ་དཀའ་ངལ་འཕྲད་བྱེད་ནི། ཁ་ལག་གི་དཀའ་ངལ་ཨ་ནི་གོ་སྒྲིག་བྱེད་ཡ་གི་དཀའ་ངལ། བྱས་རྗེས་ནས་ཨ་རིག་གི་རྩེད་འགྲན་གཙོ་བྱས་ནས་རྩེད་འགྲན་པ་མང་པོ་བཅས་ཀྱིས་ངོས་སྐལ་གྱི་ལས་འགུལ་རྣམ་པ་དེ་འདྲ་སྤེལ་མང་པོ་ཞིག་སྤེལ་ཡོང་གི་ཡོད་རེད། དེ་འདུག་གང་ལ། ད་ད་འདི་གི་སྐབས་ལ་ང་ཚོ་དཀར་ས་ང་རང་ཚོའི་གི་རང་བཙན་འདི་ང་ཚོ་ལ་གལ་ཆེན་པ་ཡིན་པ་དེ་དག་བྱོས་མ་དགོས་པ་བྱས་རྗེས་ནས་དེའི་གང་ལ། དེ་སེམས་ནང་ལ་བཞག་བྱས་ནས་འཐབ་རྩོད་འདི་དག་ག་འདྲ་བྱས་བྱས་ནས་ཚད་མཐོ་རུ་བཏང་ཁུག་འདུག་དེ་ང་ཚོའི་གི་ཨནི་ད་ག་ལ་འོ་རེད་ཕར་ཚུར་ལ་གྲོས་བསྡུར་བྱས་ཡ་དང་ཨནི་དེའི་གང་ལ་ཨནི་འབད་བརྩོན་བྱས་ཡ་དང།

དེའི་སྒང་ལ་དེ་ནས་མཉམ་འབྲེལ་རྒྱལ་ཚོགས་ལ་སྙན་ཞུ་ཕུལ་ཏེ་དེའི་ནང་ལ་དེ་ནས་རྒྱལ་བ་བཀའ་དྲིན་ལྕགས་བསམ་པ་ཆེན་པོ་གི་དེ་ནས་རང་བཙན་ཁྱབ་བསྒྲགས་བྱས་པ་ནས་བཟུང་སྟེ་དེ་ནས་ང་སོང་དེ་ནས་སུ་གཅིག་གི་ཁྱབ་ཁོངས་མེད་པས་རང་གཅིག་རང་བདག་ཡིན་རང་བཙན་གཙང་མ་ཡིན་ཟེར་བ་དེ་ནས་རྒྱལ་བ་རིན་པོ་ཆེ་ད་ལྟའི་ངེད་ཀྱི་ཀུན་དཀྲིས་བཅུ་བཞི་པ་གི་དེ་ནས་སྔ་ཕྱི་ང་དགུ་ཕྱི་ལོ་གཅིག་དང་དགུ་བརྒྱ་དང་ང་ཕྱི་ང་དགུ་ལོ་ཟླ་བ། གུས་པས་གི་དེ་ནས་མཉམ་འབྲེལ་རྒྱལ་ཚོགས་སྙན་ཞུ་བཏང་རྒྱུ་དེ་ནང་ཡོད་རེད་དེའི་ནང་དྲི་སྤྱི་དང་དེ་ནས་དྲི་སྤྱི་རེག་སྤྱི་རེ་གཉིས་དེ་འདྲའི་ནང་ལ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ལ་མུ་མཐེད་ནས་སྙན་ཞུ་ཕུལ་རྒྱུ་ཞིག་ཕྱིར་རྒྱལ་དགེ་རྒན་དང་ད་རེས་གོང་གི་ངང་འདྲ་བོ་དེ་སོག་དེ་ནས་བོད་གཞུང་གི་དེ་ནས་པར་འཕྲིན་ཤེས་ཟིན་རྒྱ་བར་འབུ་ཆེ་གི་སྙན་ཐོ་ཞོ་སྒྲིག་ཟེར་རྒྱུ་བོ་དེ་ནང་ཡོད་པ་རེད་དེ་དེ་དེ་དང་དེ་ལ་སོག་པོ་དེ་དབྱིན་ཇིའི་གི་ནང་ལའང་དེ་འདྲའི་བཤད་དེ་ད་མོང་མ་ཡོད་རེད་དེའི་སྐོར་ད་སོང་དེ་མེད་པའི་སྒྲིབ་བཤད་འགྲོ་གི་འོ་མ་རེད་དེ།

རྙོག་དྲ་ཇི་གར་འདུག་ཟེར་ན་ཉིས་སྟོང་བཅོ་གསུམ་ནས་ཅེས་འགྲེལ་བཤད་རྒྱབ་ཀྱི་བསྡད་ཡོད་རེད་པ་ང་རང་ཚོས། དེ་དུས་དང་པོ་འདི་པ་ང་རང་ཚོ་མཛད་སྒོ་འདི་དུས་གཞོན་ནུ་ལྷན་ཚོགས་རེད། སློབ་ཕྲུག་ཁག་རེད USDC དང་གང་སྐད་དེ་ཡང་འདིའི་ནང་ལས་དུས་དུས་ནས་འགྲེལ་བཤད་བརྒྱབ། ད་འདི་འདྲའི་མི་མང་པོ་ཅིག་འབངས་འདིས་འགྲེལ་བཤད་བརྒྱབ་དུས།

ཅེས་དང་འདི་ལམ་འགྲོ་ཞིག་གར་གྱུར་ས་འདི་དུས་ཀྱི་རྡོ་རྗེ་གླིང་དེ་དེ་སང་རྡོ་རྗེ་གླིང་ནང་ཞིག་མ་རེད་ས་ཆ་དེ། དེ་སང་ཨ་ནི་མི་འབོར་ད་མང་རེད་དེ་སང་ཆི་རྙལ་མ་ལས་མང་ཡོད་རེད་བྱས་ནས་རིག་གནས་ཐོག་ནས་སྐྱོ་པོ་ཞིག་རག་རེད་བ་དེ་སང་རྙལ་མ་དབྱིན་ཇིའི་སྐབས་དེ་རྡོ་རྗེ་གླིང་ནི་གནད་འགག་ཆེན་པོ་ཞིག་རེད་ས་ཆ་དེ།

ཅེས་ཚིག་དབྱིན་ཇིའི་ཁ་ཚོན་ཡོན་ཏན་ཡོད་ངེས་དང་བསམ་བློ་ཡོད་ངེས་མང་པོ་ཞིག་བེད་སྐྱེལ་ཡོད་པ་རེད། རྒྱ་གར་གྱི་དེ་ཚོའི་སྐད་བརྡ་ཆེན་པོ་དེ་ཚོ་གང་འདྲ་ཡོད་རེད། འདིའི་གནད་འགག་ཅིག་ག་རེ་ཡོད་རེད་ཟེར་ན་ང་རང་ཚོ་འདི་དུས་ཀུན་གྲོལ་མཆོག་གསུམ་དང་བློན་པོ་དེ་ཚོ་གང་ག་རྡོ་རྗེ་གླིང་ཕེབས་དུས་ང་ཚོ་འདི་དུས་ཀྱི་མི་ག་ཚོད་རེད་རྒྱལ་གཅེས་རིང་ལུགས་ཀྱི་བསམ་བློ་དེ་དེ་ག་ཤུགས་ཆེན་པོ་ཡོད་པའི་མགོ་འཚོས་དགོས་ཡོད་རེད་ཟེར་ན་འདི་ག་ཟེར་གང་ཐད་བོད་པ་གཅིག་པོ་མ་རེད་འདི་དུས་ཤར་ཕྱོགས་མི་རིགས་ཁོ་རང་འདི་དཀོན་པོ་རེད་རེད་པ། དེ་དུས་ཤར་ཕྱོགས་ནང་ནས་ཇེ་པན་གྱི་དང་པོ་འདི་རི་པིན་གྱི་ག་ས་རེད་གོང་མ་མེ་ཇི་སི་ངས་འདི་ཚོའི་གྲས་སྐབས་དེ་གཞི་ནས་ཅིག་ག་ས་རེད་རྒྱལ་སྤྱིའི་བསམ་བློ་འདི་སླེས་རྗེས་རྒྱལ་ཁབ་བཙུགས་དགོས་ཡ་རང་བཙན་འདི་གསལ་བསྒྲགས་བྱེད་དགོས་ཡ་འདི་ཚོ་ཁོ་ཚོའི་ཐོག་ནས་ལྟ་བ་གཅིག་སླེས་པ་རེད། འདིའི་རྗེས་ད་ག་རྒྱ་གར་ནང་ནས་ཨེ་ནས་ག་ཚོད Bengal ལ Bengal Renaissance ཟེར་རིག་གནས་ཀྱི་གསར་བརྗེ་སོགས་ཀྱི Bengal རང་ལ་ད་ང་རང་ཚོ་ཨིན་ཇིའི་དབང་ལྡན་གྱི་འདི་འདྲ་བྱས་ན་འགྲིག་མི་འདུག་མི་ཡར་རྒྱས་གཏང་དགོས་འདུག་སྤྱི་ཚོགས་འདི་ཡར་རྒྱས་གཏང་དགོས་འདུག་མི་ལ་ཡོན་ཏན་སྤྲད་དགོས་འདུག་ཕོ་མོ་འདྲ་མཉམ་བྱེད་དགོས་འདུག་ས་འདི་ཚོ་སྤྲད་དེ་འདུག་བསམ་བློ་འདི་ཚོ་མང་པོ་ཅིག་འདི་དུས་སླད་ཆད་འདི་ཚོ་མང་པོ་ཅིག་རྡོ་རྗེ་གླིང་སྔོན་ལྗོངས་ན། ཁ་སོ་རེད། འདིའི་བསམ་བློ་དང་སྐད་ཆ་འདི་ཚོ་ཡོག་རེད་འདོད་དུས། བྱས་ཙང་འདི་ང་རང་ཚོ་ཕལ་སྐད་ཏག་ཏག་འདི་གླེང་ཡག་དེ་ལམ་འགྲོ་ཡག་པོ་ཞིག་འཇུག་རེད། ཨེ་འདི་ཡེ་ཡང་ཁ་སོ་རེད། ངས་ཡང་དུ་ཞུས་པ་འདི་དུས་ཀྱི། རྡོ་རྗེ་གླིང་དང་ཀ་རིང་པོ་པར་བུ་ཞུ་མཁན་གཅིག། Rabindranath Tagore ཟེར་མཁན་རྒྱ་གར་ག་རྩོམ་པ་པོ་ཡོད་ནས་མེད་ནས་རེད་ད་ལྟ། འཛམ་བུ་གླིང་ནང་ལ Nobel གཟེངས་རྟགས་ག་རྩོམ་ཐུབ་ན། ཤར་ཕྱོགས་མི་རིགས་ཐབས་ངན་དང་པོ་དེ་ཁོ་རང་རེད།

འདུས་དུས་གཞི་ནས་དོན་ཀུན་ཡོད། འདི་ངའི་ལ་འདི་འདི་ག་སུ་ཡོད་མ་རེད་ཀོ་གར་སོ་རེད་ནོར་བུའི་རིགས་སུ་ཅི་མ་ཚོ་བེད་སྤྱོད་བཏང་ཡག་སུ་ཅི་ཡོད་མ་རེད་འདུས་དུས་དོན་ཡོང་དུས་ང་ཚོ་བོད་པའི་ནང་ཀུན་དགྲེ་བཅུ་གསུམ་མཉམ་དུ་ཡོད་ངའི་ཞབས་ཕྱི་གཅིག་ཤེལ་དཀར་གླིང་པ་ཟེར་མཁན་བྱུང་བ་རེད། སྐད་གྲགས་ཆེན་པོ་རྣམ་པ་ཚོས་འདི་ལྷས་སའི་དྲན་ལུགས་འདི་ཀློག་ན་ཡོར་བས། སྐད་གྲགས་ཆེན་པོ་འདི་རྩོམ་དུས་པ། ཤོ་ལོ་ཀ་བཞི་བཅུ་ཞེ་དྲུག་ཡོད་རེད། ལྷས་ས་དྲན་ནི་ཁོ་རང་ད་རྡོ་རྗེ་རིང་ཉོབ་བསྡད་ཡོད་རེད་པ། ལྷས་ས་དྲན་གྱི་སྙན་ངག་བཞི་བཅུ་རྩོམ་རྣམས་དེ་སང་ཡི་ལོ་ལྔའི་རབ་དང་དཔེ་རྩ་ཆེན་པོ་རེད། བྱས་ཙང་དེ་དུས་ཁོ་རང་གི་བསམ་བློ་དང་རྒྱལ་ཐབས་ཧ་ཡང་དུ་མཐོང་མི་རུང་བ་ཁོ་ཚོས་ད་རྡོ་རྗེ་རིང་དང་པོ་དེ་དེ་འདི་འགའ་བོད་ལ་ཡོད་མ་རེད་པ། བྱས་ཙང་ཁོ་རང་གིས་འདིར་མིང་བཏགས་པར་ལྕགས་རི་འདི་ལ་ཧ་ཅང་ཡག་པོ་ཡོད་ཙང་མིང་འདི་ཧ་ཡང་ཟེར་འདི་ཐོབ་གསུངས་པའི་དཀོན་དངོས་རེད་པ། ཟེར་མི་དགོས་གནས་ཚད་འདི་འདྲས་ཡོད་རེད། ཀུན་གྲི་ལྕོག་གསུམ་གྱོང་པོ་ཡིན་པ་གཅིག་འོང་མ་རེད་ཞབས་སྐྱིད་དུ་འཛིན་ཡོད་རེད། ཤ་ཁྲ་བླུན་ཅན་ཟེར་མཁན་དེ་དེ་དུས་རྡོ་རྗེ་གླིང་ལ་ཡང་ལྟ་དུས་བྷོ་དལ་ཟེར་མཁན Anthropologist སྐད་གྲགས་ཆེན་པོ་བྱོས་རེད། ཁོ་རང་གི་བྲིས་བྱས་ཧ་ལས་བོད་པའི་ཨ་མདའ་འདི་སྲིད་དོན་པ་འདིར་བ་དཔེ་མ་སྲིད་པའི་གནས་ཚུལ་དབུ་འཚོལ་བོ་ཡོན་ཏན་གཡར་བོ།

ཟེར་མི་དེ་ཚོ་དཔེ་གྱོང་གོ་བ་རེད། ཕྱི་རྒྱལ་གྱི་ད་ཁོ་ཚོ་དང་བོད་ནས་ཕེབས་དུས་ད་སྐད་ཡག་པོ་མ་ཤེས་ནས་སྒྲིག་གཞི་སྣ་རིགས་དང་ཚིག་མཛོད་ཅིག་བོད་པ་བཀྲ་ཤིས་དབོན་སྡོད་ཟེར་མཁན་ཅིག་རྩོམ་བཞག་རེད། བོད་ཡིག་དབྱིན་ཇི་རྒྱ་ཡིག་རེད་པ། བྱས་ཙང་འདི་འདི་ན་ཚིག་སྲིད་དོན་གྱི་ཚིག་དང་ཚན་རིག་ཚིག་གསར་པ་དེ་ཚོ་མང་པོ་ཞིག་འདུག་བྱས་ཙང་འདི་ཚོའི་གྲས་གཟིགས་ཤིག་ཁོང་ད་ཁོ་ཚོ་གང་གཱའི་ཀུན་འདུས་མཆོག་གསུམ་དེ་ཚོ་གང་གཱའི་ཕྱག་ལས་གནང་དུས།

གནས་ཚུལ་ཡག་པོ་དགེ་རབ་ཀློག་ཡོང་མ་རེད། དཔེ་བཞག་ན། བོད་ནང་དུ་མན་ཇུ་རང་ལུགས་ཡག་བཅས་ཡོར་མ། འདི་དུས་རེད་པ་རྒྱ་ནག་ནང་མི་མི་ཚོས་ཡ་ག་ཚོ Revolution བཙུགས། མན་ཇུ་སྤེལ་དུས་འདི་སྐད་གཅིག་ལྟེ་བ་གཅིག་བོད་ལྷག་ཡོད་རེད། སྐུ་དྲིན་བཅུ་གསུམ་ཚུ་བོད་ནང་གོ་ཨ་དེ་རྒྱུ་མཚན་དེ་ག་ད་ད་ཁམས་ནང་ཁོང་ཚོ་མན་ཇུ་རང་གི་ཧན་ད་ཁོང་ཚོ་ཕི་ཀའི

རྒྱལ་ཁབ་ཀྱི་དམག་རུ་དེ་འཐབ་རེད། བྱས་ཙང་གནས་སྟངས་འདི་འདྲའི་ཆིག་ནང་ལ། བྱས་ཙང་ད་ང་རང་ཚོས་དེ་དུས། ཅིག་ཁ་སང་རྒྱ་མི་ཁོ་རང་ཚོས་བོད་ལ་བཙན་དབང་བཏང་པ་དེའི་ཐོག་ནས་ལུགས་ཡག་ཅིག་རེད། འདི་ནས་ང་རང་ཚོ་རང་གི་དྲག་པོའི་འཐབ་རྩོད་ག་རེ་གནང་ཡོད་རེད་མ་རེད། རྡོ་རྗེ་གླིང་ནས་བཞུགས་དུས་ད་ཅིག་ད་ང་རང་ཚོ་ཆགས་ཤེས་རུ་མང་པོ་ཞིག་ཐོག་ནས་ཀུན་གྲོལ་ཆོག་གསུམ་གཏིང་གནང་ཡོད་རེད། བྱས་ན་ང་རང་ཚོ་དྲག་པོའི་འཐབ་རྩོད་ཅིག་གི་གནད་འགག་ཆེན་པོ་ཞེ་པོ་ཅིག་ག་རེ་གནང་ཡོད་རེད་བསམ་ན། མན་ཇུ་གོང་མ་དེ་ག་རྙོག་དྲ་ཡོང་གི་འདུག་ད་བོད་རྒྱ་ནག་ནང་འཁྲུག་གི་འདུག་ཟེར་དུས། ལམ་སང་དམག་སྤྱི་ཁང་ཞིག་བཙུགས་ཏེ་གསང་བའི་ཐོག་ནས་ལྷས་བསང་རྒྱ་རོམ་ཅིག་མི་བཏང་ན། ཨ་མདའ་དེ་བཏང་ན་དེ་བཀའ་བློན་བླ་མ་བྱམས་པ་བསྟན་དང་ཞོལ་གོ་བྱམས་བསྟན་དང་སྐྱ་ར་ཆེན་མོ་དེ་གྲྭ་པ་དེར། ཁོ་རང་སྐུ་འདྲི་བཅོམ་གསུམ་ལ་བརྙན་ལམ་གྱི་བྱུང་གདའ་རེད་པ། ཁྱེད་ཚང་ཁོ་ན་བྱམས་པ་བསྟན་དང་ཡར་སྐད་བཏང་ན་བྱས། ལྟ་ཁྱེར་དེ་ནས་བྱས་ནས་གདོང་པ་ཡར་ཕུད་དགོས་ཡོད། ཁོ་རང་གྲྭ་པ་རེད་དེ་དེ། ཨེ་ཁྱེད་རང་དམག་སྤྱི་ཁང་དེ་ལྷས་སར་དམག་སྤྱི་ཁང་བཙུགས་ཨང་འགྲོ་དགོས་ཡོད་ཟེར་ན་གྲྭ་བཅས་དེ་ཡར་སླེབས་ན། ཨེ་ད་ཁོ་རང་བྱས་ཨེ་ཁྲོན་མོ་མི་གཉིས་གསང་བའི་སྒང་ནས་བཏང་ནམ་ལྷས་སར་ཨེ་ཁོ་ཚོའི་གྲས་ཀྱི་ཕག་ཚོས་འབྲེལ་བ་བྱས་ནས་ག་ཚོད་ལས་སླ་པོ་ཡོང་མ་ཐག་བོད་པ་གང་ག་དུས་དུས་གཅིག་སྟིག་བེད་མར་ལྟ།

ཆགས་རིགས་ན་ཞག་ཁོང་ཚོར་སྐྱོན་ར་བྱས་ཁོང་ཚོས་ར་བྱས་རྗེས་འདི་ཚོ་ངོས་ལེན་ན། ཞེ་དགའ་བ་ཀོང་ཀི་སན་དུ་ཚང་ལ་ན་བའི་ཆགས་རིགས་འདི་རྒྱན་གཞུང་གསུང་གི། བ། ཆགས་རིགས་འདི་ཚོ་གནད་འགག་ཆེན་པོ་ཞིའུ་ཅོག་རེད་ཆ་འདིའི་གཉེན་ལ་འདིར་བ། ད་ཁོང་ཚོས་མ་ཆེ་ཆ་མ་རྒྱ་བ་དེ་ཡ། ད་ཅིག་ཞུས་པ་ན་ཞིག་མ་ཞེ་དྲག་རྒྱབ་ཐང་མ་དེ་རྒྱ་མི་ཕམ་པར་བ་རྒྱ་མི། མན་ཆུ་མ་མི་ལྷག་མ་དེ་ཚོ་གང་ག་གཏོར་ཞེ་དྲག་བྱས། ད་བྱས་ནས་གཉེན་ལ་འདིར། རྒྱ་ནག་མ་ལུས་པ་དེ་ད་རྡོ་རྗེ་གླིང་དང་ཀུན་འདུས་ཅོག་ཙམ་སྐོར་འདུག་ད་ག་རེ་ཆོག་གི་ཡོད་ན་ཟེར་སྒོམ་ཞུ་དུས། ལས་བྱེད་པ་ཆུང་བ་ཡོད་རེད་པ Junior Official། ལས་བྱེད་པ་སྔགས་ཀྱི་དྭངས་ལག་དོན་ག་བྱས་ཤག། ལོ་ཆུང་ཆུང་རེད་ཁོ་ཚོ་མི་འགུ། ཁོ་ཚོའི་མིང་ཅི་ངས་ཞུས་ཀི་ང་ཚོ་གྲལ་ངོ་རེད་བསམ་གི། ཐང་པོའི་སྨན་ཕལ། ཁྱུང་རམ། དགའ་བྱང་བསྟན་པ། ཨེ་བཀྲས་མཐོང།

ཉེན་ཁ་འདི་ཡོང་བྱེད་ནི་ག་འདྲ་འདི་ལས་རྗེས་མངའ་འདི་བོད་ཕ་ཆིན། སོ་སོའི་མི་སེར་ཡོར་བ་ད་འདི་ཚོ་ཁྲིད། ཞི་གི་རྩིས་ད་རྒྱང་ཟེར་རྒྱ་མིར་དམག་རྒྱབ་ག་བྱེད་བྱེད་ཁོང་ཚོས། ད་དུས་དུས་མན་ཆུ་ཤུག་ཆེ་གང་འདི་རེད་བྱས་ཁོང་ཚོ་དམག་ཤོག་དུ། ཐ་མ་དེ་ཤོག་གི་ཤོག་གི་ཤོག་གི་ཁོང་ཚོ་རྡོ་རྗེ་ལིང་ཡང་ཕར་བྲོས་གོ་གས་བྱ་རེད་བ། རྡོ་རྗེ་ལིང་བྲོས་ཨེ་ཁོང་ཚོ་སྙིང་རྗེ་ལྟ་བས་ཏག་གདོང་བསྟན་ཡང་ཁག་པོ་བྱས་བྱ་ག་ཚོད་རེད།

སྐྲག་སྐྲག་བྱས་བྱས་རོགས། འདིའི་ཞུ་སྒོ་ཁོ་ཚོ་བོད་ལ་ཕར་ཕྱིན་པར་ད་ཡང་མགྱོགས་མི་ང་དེ། ཨེ་རྒྱ་དམག་རྒྱབ་ནས་ད་སག་ད་རོགས། ཁ་ཐུག་རང་དམག་མ་རྒྱབ་ཚེ་རྒྱ་དམག་རྒྱབ་གི་རྒྱབ་གི་རྒྱབ་གི་ཐ་མ་ད་གཞིས་ཀ་རྩེ་ད་རྒྱང་རྩེ་ཟིམ་ངས་ཁོ་ཁོ་ཚོ་མངགས་རེད། ཟེར་ངས་པོ་འདི་ཡང་ད་བཀྲས་མཛོང་གི་རྒྱུ་མི་རྒྱ་བཟོ་ཟེར་ངས། ད་ལོ་གཅིག་དགུ་ཉི་ཤུ་ཟེར་བ་ཁོ་རང་ཞུ་སྒོ་བོད་རང་བཙན་རག་ཚེ་ད་རྒྱ་དཔོན་བྱེད་དུ་རྒྱ་དཔོན་བྱེད་དུ་ལོ་ཉི་ཤུ་ས་གསུམ་རེད།

འགྲིག་གི་མར་མ། བྱས་ཙང་འདིའི་ལས་འགན་འདིའི་དོན་དག་ལ། གནད་འགག་ཆེ་ཤོས་གཅིག་ལྟ་ང་ང་རས་ག་རེ་བྱེད་འདུག་རེད་ཟེར་ན། ལས་ཀ་འདི་ངས་ཉམས་ཞིབ Research བྱས་གཅིག་བྱེད་དགོས་རེད་པ། བྱས་འདི་ངས་ཉམས་ཞིབ་ཁང་གཅིག་བཙུགས་ཡོད་རེད་ད་ཨ་འདི་ནང་ནས་ས་མཐོ Asia High Asia High Asia ས་མཐོ Asia ཟེར་རྒྱུ་མཚན་དེ་ག་རེད་ཟེར་ན། དེ་ཨ་འདི་སོག་ཡུལ་ནས་རེད་པ།

བོད། དབུས་གཙང་གཅིག་པོ་མ་རེད་ཨ་མདོ་ཚད་དམ་མགོ་འཇོག་ནན་པ་ཨི་ཤིན་ཅང་དང་དུ་སུ་གང་ག། དེ་ང་རང་ཚོས་དེ་གནས་ཚུལ་དེ་ཚོ་ཐོག་ཉམས་ཞིབ་བྱས་ཨན་ང་རང་ཚོས་གནས་ཚུལ་བསགས། ང་རང་ཚོའི་མི་ལ་ཨན་ཕག་ཚོ་ཁ་གསོ་རེད། འདི་དྲན་པས་བྱེད་ཐུབ་པའི་གནད་འགག་ངས་ཆེན་པོ་ཞིབ་བཤེར་གཏོང་གི་ཅེ་ན་ངས་ད་ཅི་འདི་ཡང་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ཀྱི་དོན་དག་ལ། འདི་ང་ཚོ་རང་བཙན་ཡིན་པ་ཁུངས་སྐྱེལ་གྱི་ད་ཅི་དེ་ཚོའི་གྲས་ཤིག་གཏོང་བ་གསལ་ར།

མི་སེམས་ཤུགས་ཆག་གི་དོ། རེད་པ། གང་གང་གི་དོ་སྣང་ཤིག་མ་རེད་པ། སྤྱིར་ས་འདི་མ་ཆག་ཡ་ལང་ཚོ་མགོ་འཚོས་པ་བྱེད་པར། གནས་ཚུལ་མགོ་འཚོས་པ་བྱེད་པར་རྟག་པ་ང་ཚོ་ཆ་ཚང་བསླབ་ཐུབ་མ་རེད་པ། དཔེ་ཆ་གང་གི་ངང་སེམས་ཐུབ་མ་རེད། སྤྱིར་ས་ང་ཚོ་ཉམས་ཞིག་ཞིག་ཡོད་ན་རེད་གུང་བྱོས་ན། ཨོ་དེ་ག་འདྲ་ཡིན་ན་ཀུན་བྱོས་མི་འདི་འདི་རེད་ཤེ་ང་ཕི་ཀའི་ཕྱིན་ཆད་ཅིག་རྩད་གཅོད་བྱེད་ཀྱི་ཡིན་ཟེར་བ། སྤྱིར་ད་འདི་ང་རང་ཚོ་ག་དུས་ཡིན་ན་འདི་འདྲའི་ཅིག་གྲུང་གུང་མེད་ན་ང་ཚོ་དམག་དེ་ཧ་ད་ག་ཟེ་ཅིག་མེ་འབར་ཡོད་ནས་རྟག་པ་འབར་བྱེད་བསྡད་ཐུག་མ་རེད་ད། རེད་པ། ས་ངས་འདིའི་དོན་དང། ཨ་འདི་འདི་བཙུགས་ཡག་འདི། འགའ་རེས་ཨ་འདི་དཔེ་མཛོད། ཨོཙི་ཞུས་ཡོད་རེད་པ། འདི་ཨ་འདི་གཙོ་བོ་སུ་བྱས། ཨེ་འདིའི་སྒང་མཁས་པ་ཞབས་ནག་མང་པོ་ཞིག་རྒྱབ་ཀྱིན་ཡིན་ས་རེད་པ། ང་རང་ཚོ་འདི་བོད་རང་བཙན། གླེང་ཡག་གི་བོད་རྒྱལ་རབས། བོད་ཀྱི་རིག་གནས། ཤིན་ཅང་སོག་པོ་ལུག་ཁྱུ་ཨ་འདི་ཞེ་ས་ཨེ་བལ་ཡུལ་དང་རེད་པ། ལོ་དེ་གར་བྱུང་པ་གང་དགའ་བལ་གྱི་ནང་ལ་ང་ཚོ་བསགས། འདི་བཅུ་གོང་མ་ཨེ་རྒྱ་ནག་གི་ཐོག་ལ་ཡིག་ཆ་མང་པོ་ཡོད་རེད་པཱ། དེ་ཚོ་གང་ག་ཐོག་ལ་བྱས་ན་རྣམ་པ་ཚོ་གང་ག་བེད་སྤྱོད་བཏང་རོགས་གནང་རེད་པཱ། ཨེ་འདིའི་ཐོག་ལ་ཧ་ད་ང་ཚོ་རང་བཙན་གྱི་འདི་སེམས་ཤུགས་འདི་ད་ག་ཟེ་ངར་བཅས་དཔའ་བོ་དོན་ཡག་གཅིག་གོ་མེད་པའི་ཐོག་ནས་ད་གོམ་པ་སྲ་བ་བྱས་པ་བརྟན་པོ་ཆེ་ཐོག་ནས་རེད་པཱ། བསམ་བློ་གཏང་གིན་གཏང་གིན་ལས་ཀ་བྱེད་ཡག་གནས་ཚུལ་ཅིག་འཛམ་བུ་གླིང་མ་གསལ་རག་བྱེད་དུས་གོ་ཚོད་པ་རེད་པཱ། དེ་ཤ་སྟག་པས་བཞག་ན་ཧ་ད་པོ་ཏོ་ང་རང་ཚོ་བོད་པའི་ཚོ་གཅིག་ལས་ཡག་ཤུགས་ཆེན་པོ་ཞུ་གི།

ངས་མ་གནང་བ་དེ། ཀུན་གྲི་མཆོག་གསུམ་གྱི་གནང་བའི་ནང་བཞིན་ཅིག་ལྟ། ང་རེ་ཧ་ད་རེ་བ་ཡིན་རེད་པ། རྒྱལ་བ་ཀུན་གྲི་བཅུ་བཞི་གི་ཡང་སྐྱོང་ང་ཚོ་བོད་རང་བཙན་རེད་རང་བཙན་ཡིན་ང་ཕར་ལོག་གི་ཡོད་ཅིག་གསལ་ཡང་ཅིག་གི་གསལ་བསྒྲགས་གནང་ཡག་གི་རེ་བ་རྒྱལ་མ་ཅིག་མགྱོགས་པོ་ཡོང་ཡག་གི་ང་སྨོན་ལམ་ཡོད་ཐུགས་ཆེ་གནང།

རྒྱའོ་རུང་བཅས་ཀྱིས་ཁ་སང་ང་རང་ཚོའི་མཛད་རྣམ་དང་རྡ་རམ་ས་ལ་གྱི་བོད་གཞུང་གི་གསལ་ཁ་བྱས་ཡིག་ཆ་དུ་མ་འགོ་ཁྱི་རྒྱ་བསྐྱེད་དོན་རྒྱ་མི་གཟིམ་པར་བ་ཕོད་རེད་བ། གཟིམ་ནས་བཙོན་ཁང་ལ་ལོ་ག་ཚད་རེད་ད་ངས་དྲན་གྱི་མི་འདུག་ལོ་བཅུ་ཟིན་མེད་ད། མ་དོན་ཡོང་དུས་དུ་རུ་སྐོར་རང་རེད་ཤག་རེད་བ་པར་འདུག། བཀྲིས་པའི་ན་རྗེས་མ་བཏོན་ཡོང་གི་རེད། ཁོ་རང་དེ་དུས་འདི་འདྲའི་ཅིག་ཐོག་ལ་སེམས་ཤུགས་མ་ཆག་བྱས་ན་བོད་རང་བཙན་དང་སྐུ་ལས་བསྐྱོན་མཁན་ཅིག་གིས་དེབ་འདི་འདྲའི་ཅིག་ཁོ་རང་གིས་གསུངས་པ་འདི་ཚོ་དེབ་བཏོན་གནང་བ་དེ་དཔེ་མ་སྲིད་དགའ་བོ་བྱུང་བ། དེ་དགོས་འདི་འདྲའི་ཅིག་ང་ཚོ་སྒུག་དགོས་རེད། དཀའ་ལས་རྒྱབ་མཁན་བློས་བཏང་མཁན་ཚོ་ལ་ང་ཚོ་དྲན་པ་དྲན་པ་དེ་ཁ་གཅིག་པོ་མེད་པ་བྱས་པ། དོན་ཐོག་ནས་ང་རང་ཚོ་ཁོ་རང་གིས་གསུངས་འདི་འདུག་སྤྲིངས་པའི་གནང་བ་དེ་དཔེ་མ་སྲིད་ཡག་པོ་རེད།
ཨ་ད་ད་ད་དེབ་གསུམ་གཅིག་ཡོད་རེད་ད་དེ་གི་དམིགས་ཡུལ་ད་རྒྱབ་ལྗང་འདྲ་བོ་གཅིག་ནི་ཕར་ངོ་སྤྲོད་ཅིག་བྱས་པ་ཡིན་ན་ད་དེའི་དམིགས་ཡུལ་དེ་ག་རེ་རེད་ལ་ན་དང་པོ་དེབ་གཅིག་མ་གཏོགས་ང་ཚོའི་བསམ་བློ་ལ་ཡོད་མ་རེད་དེབ་གཅིག་དེ་ག་འདྲ་རེད་ལ་ན་ད་ཉིས་སྟོང་བཅུ་དྲུག་ལོ་གི་སྲིད་སྐྱོང་ལ་ལངས་ཡི་སྐབས་དེ་གི་གཏམ་བཤད་དེ་ད་ད་དེའི་སྐབས་དེ་གི་བཅར་འདྲི་དེ་ཚོ། ཚང་མ YouTube སྒང་ལ་ཡོད་བསྡད་པ་ཅིག་རེད་དྲ་ཐོག་ཏུ་ཚོད་ལ་མ་གཏོགས་དེ་ནི་དེབ་སྒང་ལ་མ་ཡོད་མ་རེད་ཡིག་ཐོག་ལ་ཡང་ཡོད་མ་རེད་དེ་ང་ཚོ་མ་ཡིག་ཐོག་ལ་ཕབ་ནས་དེ་གི་དེབ་ཅིག་བཟོས་པ་ཡིན་ན་ནི་དེ་གི་ཆུ་ཚོགས་ནང་ལ་དངོས་གནས་གི་ཁ་ཡོད་ལག་ཡོད་གི་དམིགས་བསལ་གི་ད་ལྟ་གི་དུས་ཚོད་ལ་བོད་རང་བཙན་འཐབ་རྩོད་བྱེད་ཕྱོགས་ནི་དེ་གི་ཁ་ཕྱོགས་ལམ་སྟོན།

ས་གནས་བོད་རྒྱ་རང་བཙན་ལྷན་ཚོགས་ཀྱི་ཚོགས་གཞོན་རེད་སྐབས་དེ་དུས་ཨ་ནི་ང་ཚོ་གསུམ་དེ་འགན་ཁུར་ནས་དེ་ད་དྲ་ཐོག་ལ་ཡོད་པ་གི་ཡུ་ཐུབ་ནང་ལ་ཡོད་པ་རེད་ཨ་ནི་དེ་ཚོ་ཚང་མ་བསྡུ་རུབ་བྱས་ནས་ཡིག་ཐོག་ལ་ཕབ་ཡ་ད་དེ་ནས་མ་པར་སྐྲུན་བྱས་ཡ་དེ་ཚོ་ལ་འདི་བྱས་པ་རེད་ད་དེ་མ་ཡུ་ཐུབ་ནས་མ་ཕབ་ལེན་བྱས་ངེས་དེ་ཚང་མ་ད་ལྟ་རྒྱ་གར་ལ་བཞུགས་དེ་ངེས་གི་རྟོག་འབམ་རྒྱ་ཁོ་རང་གི་ཚང་མ་ཕབ་ལེན་བྱས་པ་རེད། ད་དེ་གི་སྐབས་དེ་ལ་ཡང་ང་ཚོའི་ནང་ལ་ཡང་ད་བཅོལ་དོན་གི་དེའི་འགྲོ་སོང་གཏང་ངེས་དེ་ཚོ་མི་བཞི་བཅུ་ཞེ་གྲངས་ཅིག་ཡོད་རེད། ད་ང་ཚོའི་རྩོམ་སྒྲིག་ཚགས་ཆང་ལ་ན་རེ་མི་བཞི་བཅུ་ཞེ་དྲུག་བཞི་ལྔ་ཞེ་དྲུག་ཅུ་ལས་གྲུབ་པ་ཅིག་རེད་འོ་དེ་གི་ནང་ལ་ཡང་ཕ་ཚོས་གྲུབ་བསྡུར་དང་བསམ་ཚུལ་དང་དེ་འདྲའི་ཡག་མ་བསྡུ་ལེན་བྱེད་ཡག་གི་སྐབས་དེ་ལ། སྔོན་མ་ཉིས་སྟོང་བཅུ་གཅིག་ལ་ད་ནི་ཁོ་རང་གི་རྩོམ་དེབ་དྲ་དེབ་དེ་འདྲ་ཅིག PDF སྒང་ལ་ཡོད་པ་དེ་འདྲ་ཅིག་ང་ཚོས་རྙེད་པ་རེད། ད་དེ་དེའི་སྐབས་ད་ལྟའི་རྩོམ་སྒྲིག་བྱེད་མཁན་དེ་སྟོང་བུམ་ཀྱང་ཁོ་རང་རེད་ཤག་དེ་ཡིན་ན་ཡང་ད་ཅིག་ནི་སྟངས་འདྲ་མི་འདྲ་ཅིག་དཔལ་འབྱོར་གྱི་སྒང་ནས་དཔར་སྐྲུན་བྱེད་མ་ཐུབ་ནས་ལྷག་བསྡད་ཡ་ཅིག་རེད་འདུག་ད་དེ་ཅིག་དེ་ང་ཚོས་དེ་ཡང་མཉམ་དུ་དཔར་སྐྲུན་བྱེད་ཤག་ན་ཡག་པོ་འདུག་ལ་ནི་ཨ་ནི།

རྩོམ་ཡིག་དེ་ཚོ་ཕྱོགས་བསྒྲིགས་བྱས་ནས་དེབ་གཅིག་བྱས་ཨ་ནེ་ཡིག་ལམ་ཁུར་ལྕམ་ཁོ་རང་གིས་རྩོམ་ཡིག་དེ་གི་དེབ་གཅིག་ཨ་ནེ་སྲིད་སྐྱོང་གི་དབུ་ལོང་སྐབས་ཀྱི་གཏམ་བཤད་དེ་གི་དེབ་བྱས་ཨ་ནེ་དེབ་གསུམ་ཆགས་འགྲོ་ཡོད་རེད་འོ་དེ་བྱས་ཏེ་ད་ད་ལྟ་དེ་གི་མ་རྒྱལ་རུ་འདྲ་པོ་གཅིག་འདི་བྱས་པ་ཡིན་ན་ད་དེ་ཕབ་ལེན་བྱེད་ངེས་ཏེ་གཏོང་ཕམ་རྒྱ་ཆེ་ཨ་ནེ་དེ་ད་ད་དེ་ཞུ་དག་བྱེད་ངེས་ཏེ། དེ་ནི་གསོ་བོ་འདྲ་བོ་གཅིག་དེ་ཆུ་མྱུག་གོ་འཛེག་མཁན་གཉིས་རེད་ཨ་ནི་གཞན་པ་ད་ལྟ་གྲོགས་པོ་ཁ་ཤི་གཅིག་གིས་དེ་ལ་ཨ་ནི་རོགས་པ་བྱས་བཞག་ཡོད་ད་ད་ལྟ་གསར་འགོད་པ་ཉག་རོང་བཙན་པོ་ཁོ་རང་ཡིན་ན་དེའི་སྒང་ལ་ཡང་དེ་ནི་ཞི་བདག་བྱས་ཡ་ད་རྒྱབ་སྐྱོར་ད་རགས་རམ་དེ་འདྲ་གནང་ཡོད་རེད་འོ་དེ་གཅིག་དེ་ད་གཅིག་འགོ་དེ་གཅིག་ད་དེབ་གཟིགས།